མི་བློ་སྦུབ་གཟུགས་དོག་པོ་ཅིག་ཆགས་ཏེ་ཟེར་བ། དེ་དེ་འདྲས་མ་རེད་ཟེར་བ། ཚེ་འདི་བདེ་བ་གཅིག་པུ་གས་མ་རེད་ཚེ་འདི་བདེ་བ་དེ་འགོག་དང་འགོག་རེད་དེ་དེ་གཅིག་པུ་མ་རེད་བདེ་བ་ཟེར་ན་སྐྱེ་བ་ཕྱི་མ་དང་ཕྱི་མའི་ཕྱི་མ་ཕྱི་མའི་ཕྱི་མ་ཐག་རིང་པོ་ནས་ཕར་བདེ་སྐྱིད་ཡོད་དེ་ངས་ཟེར་བ། ཨོ་དེ་འདྲས་ཅིག་གི་བདེ་སྐྱིད་ཡོང་ཡག་ཅིག་དོན་སྙིང་ཆེ་བོ་རེད་དེ་འདྲས་ཡོང་ཡག་དེ་གི་གཞི་རྩ་དེ་ཡང་ཨ་ན་ང་རང་ཚོ་ད་ལྟའི་སེམས་འདི་འདུལ་ཡག་རེད་བ་ད་ལྟའི་སེམས་འདི་འདུལ་ད་ལྟའི་སྤྱོད་ལམ་འདི་ཡག་པོ་ཁེལ་རེད་བ་ད་ཨོ་དེ་ནི་སྡིག་པ་དེ་དེ་འདྲས་ནོར་འཁྲུལ་བྱུང་སོང་ནི་བཤགས་པ་བྱས་རེད་བ། འོ་དེ་འདྲའི་ཚེ་ནི་རང་སེམས་ཡག་པོ་འདུལ་གྱི་ཡིན་ན་དེ་ལ་བརྟེན་ནས་མ་འོངས་པར་བདེ་སྐྱིད་ཡོང་བའི་ས་བོན་བཞག་དེ་ལ་བརྟེན་བྱུང་གི་ཡིན་ན་སྐྱེ་བ་ཕྱི་མ་དེ་ལ་ང་རང་ཚོས་ཕལ་པ་ཚོ་གིས་བསམ་སྟངས་བྱས་ན་མི་དེ་ལམ་འགྲོ་ཆེན་པོ་རེད་ཟེར་གི་རེད་བ། ལམ་འགྲོ་ཆེ་ཡག་གེ་ཡོད་མ་རེད་བ། ལམ་འགྲོ་ཟེར་ཡག་ནི་འཇིག་རྟེན་པའི་སྐད་ཆ་ད་ག་བཤད་བཞག་རེད་མ་གཏོགས་ཚེ་སྔ་མ་བསོད་ནམས་བསགས་ཤིང་ངན་མི་ཞིག་ཡིན་པ་རེད་བ་དང་ཚེ་སྔ་མ་བསོད་ནམས་བསགས་པ་ཡིན་དུས་ཚེ་འདི་ལ་ཡང་རྐྱེན་གང་ག་འཛོམས་ཡོང་རེད་བ། པ་དེ་རེད། ཁ་བཤད་ཐབས་ཤེས་དགོས་པོ་དེ་ཤེས་ཡོན་འཛོམས་པོ་ག་ཚད་ཡོད་ན་ཡང་ལམ་འགྲོ་མ་རྒྱུ་ལམ་འགྲོ་མ་རྒྱུ་བ་མ་རེད་ཆ་རྐྱེན་མང་ཙམ་མ་འདུག་སྐྱེ་བ་སྔ་མའི་བསོད་ནམས་བསགས་ཡག་གསར་རྒྱབ་ནུས་པ་དེ་མེད་པ་ཡིན་ཙང་ཐབས་ཤེས་ག་འདྲི་བྱས་ནས་ཐོན་གྱི་ཡོད་མ་རེད་བ། འོ་ད་དེ་འདྲས་ཡོང་གི་ཡོད་པ་ཡིན་ཙང་ང་རང་ཚོ་དེ་འདྲས་ལ་བསམ་བློ་བཏང་ན་རེད་བ། ང་རང་ཚོ་བས་ག་རེ་བསམ་རེད། ཆོས་བྱས་ཟེར་ཡག་དེ་ད་ག་ཟེ་སྔ་མའི་ལུགས་སྲོལ་གྱི་སོ་རེད་ཅེས་རེད་བ། ཨོ་མ་ནི་ཀྲང་གོ་རི་དང་མ་ནི་ཀྲང་ཡི་རྒན་འགོག་ཆགས་སོན་མ་ནི་ཀྲང་གོ་རི་ད་ལྟ་ང་ཚོ་ལོ་ཆུང་ཆུང་ཡིན་བ་ག་འདྲས་ཆེ་བོ་མ་རེད་ཟེར་བ། རྒན་འགོག་ཆགས་སོན་ད་མ་ནི་ཀྲང་ཡ་མ་གཏོགས་ཡོད་མ་རེད་ཟེར་བ། ཁོ་རྒྱོ་ཅི་ལ་བལྟས་བྱ་ཅི་ཐུང་ནི་མ་ནི་ཀྲང་འདོད་ཟེར། དེ་འདྲས་ཀྱི་སོར་གཅིག་ངོས་འཛིན་བྱས་ན་ཧ་ཅང་ཐབས་སྐྱོ་བོ་ཆགས་རེད་བ་དང། ཆོས་བྱས་ཟེར་ཡ་དེ་སོ་སོའི་བདེ་བ་དང་སྡུག་བསྔལ་གཉིས་ཐུག་གི་ཡོད་རེད་བ། འོ་དེ་རེད། དེས་ན་ནི་ནང་པ་སངས་རྒྱས་པའི་ཆོས་ཟེར་ཡ་དེ་རྒྱུ་མཚན་ཡང་དག་དང་ལྡན་པའི་ཆོས་རེད་བ། འོ་དེ་དེ་ཡིན་དུས་ཚོད་ན་ང་རང་ཚོ་སོ་སོ་གི་སྐྱེ་བ་འདི་ཙམ་མ་ཡིན་པ་སྐྱེ་བ་ཕྱི་མ་ཕྱི་མའི་ཕྱི་མ་ཕྱི་མའི་ཕྱི་མ་འོ་དེ་འདྲའི་ཚེ་ནི་ཕ་བདེ་བ་ཆེན་པོ་ཅིག་ཡོང་ཡག་ལ་བསམ་བློ་བཏང་ཡོང་དུས་ཚོད་ནི་དེའི་གཞི་རྩ་དེ་འོ་དེ་ལས་རྒྱུ་འབྲས་རུ་ཐུག་འགྲོ་གི་འདུག་བ་དེ་ཏན་ཏན་ཡོད་རེད་ང་རང་ཚོར་བ་མི་དེ་འདྲའི་ཁ་ཤས་ང་རང་ཚོ་ཞེ་དྲག་ཡོང་རེད་བ་ང་ཚོ་མི་དེ་འདྲའི་ཁ་ཤས་ནི་སོ་སོ་ཆུང་དུས་ཚོད་ནས་ཕ་མའི་ཁ་ལ་མ་ཉན་བ་ཕ་མ་ལ་ཡ་ལན་སློག་ཕ་མ་ལ་ནི་སྡུག་པོ་ཞེ་དྲག་བྱས་ལན་འབྲས་ཁྱད་གསོད་བྱེད་ངེས་མི་དེ། ཚེ་འདི་ལ་མཐོང་རྒྱུ་མྱོང་རྒྱུ་མྱོང་རྒྱུ་ཡོང་ངེས་པའི་ཞེ་དྲག་ཡོད། ཆོས་ཁས་ལེན་མི་ལེན་གཉིས་ཀ་ཐོག་ལ་ཡོང་གི་འདུག་བ་ང་རང་ཚོས་ངོས་བཟུང་དོ་སྣང་བྱ་ཡག་རེད་བ། ལས་རྒྱུ་འབྲས་ཁོག་ཡོང་རྒྱུ་རེད་བ། དེ་ནང་བཞིན་ནི་ཚེ་སྟོད་ལ་ཡག་ཡག་པོ་བྱེད་ངེས་འདུག་ཚུལ་དཔེར་ན་ང་རང་ཚོ་གྲྭ་སའི་ནང་ལ་ཡག་ཆ་བོའི་ཚུལ་བཞིན་ཟིན་ངེས་དེ་འདྲ་ཡིན་ན་རེད་བ། ཚུལ་བཞིན་ཟིན་ངེས་དེ་འདྲ་ཡིན་ན་དེའི་ཚེ་གཞུག་དེ་ལ་ཡག་ད་དངོས་གནས་དྲང་གནས་ཀྱི་ཅིག་ལུང་པ་ཆུ་ཁྱི་རེད་སོ་རེད་བ་དེ་འདྲའི་དམག་འཁྲུག་ཆེན་པོ་དེ་འདྲ་ཡོང་ན་རྒྱུ་སྐར་ལེང་རྡུང་རེད་མ་གཏོགས་དེ་མ་ཡིན་པའི་སོ་སོ་དུས་དེ་ཞེན་ཆགས་ཀྱི་ཐོག་ལ་མི་ཚེ་སྐྱེལ་རེ་ཡིན་ན། དེའི་ཚེ་མཆོད་དེ་ལ་སྐྱེས་བུ་གཅིག་དང་བཟང་པོ་གཅིག་མཐའ་བཟང་པོ་གཅིག་ཡོད་ང་སྟེ་བརྒྱ་ཆ་བརྒྱ་ཐམ་པ་པའི་ཐག་ཆོད་སྡུག་པོ་བྱུང་བའི་མཚན་གཞི་ཅེས་དང་ཡང་མེད་དོ། ཏུ་ཏུ་གང་ག་ཆོས་བདེན་པ་ཡིན་པས་ནི་འོ་ད་དེ་ཅིག་ལགས་སོ། ཆོས་བདེན་པ་ཡིན་པས་ནི་དེ་ཅིག་ལགས་དེ་ཡིན་ད་ང་རང་ཚོས་ལས་རྒྱུ་འབྲས་ལ་ཡང་ཡིད་ཆེས་བྱེད་ཡ་དེ་ནི་གཙོ་བོ་རེད་དོ། ལས་རྒྱུ་འབྲས་ལ་ཡིད་ཆེས་བྱེད་ཡ་དེ་གཙོ་བོ་ཅིག་རེད་དེ་ཡིན་ད་ང་ཚོས་ཆགས་པའི་ཟིལ་དུ་ཡ་ཡིན་གཅིག་མིན་གཅིག་སེམས་རྒྱུད་དེ་འདྲེས་ནས་འགྲོ་བ་ད་ངས་ད་བཤད་ཤེས་ཀྱི་མི་འདུག་དེ་ཡིན་ན་ཡང་ང་རང་ཚོ་གར་ཚེ་བ་རེད། ཁྱེད་རང་ཚོ་གི་ང་ལ་དཔེ་ཆ་རིགས་ཁྲི་ཁ་ཆེ་ངས་ཁ་བཙུམ་དེ་བལྟས་ཚེ་འགྲིག་གི་མི་འདུག་སེམས་པ་སེམས་སྡུག་ཅག་ཆགས་འདུག་འདུག་སོ་སོ་ལ་ཉམས་ལེན་ཡག་པོ་ཡོད་མ་རེད་དེ་གང་ཐུབ་ཐུབ་ཀྱི་རེ་སྐུལ་ཞུས་ན་འདྲ་བ་ད་ཨོ་དེ་དེ་རེད་ནས་སེམས་རྒྱུད་དེ་འབྲེལ་བ་ཅིག་བྱུང་གི་ཡིན་ན་ནི་འཕྲལ་དུ་བདེ་བ་ཕུགས་སུ་སྐྱིད་པ་རེད་བ་ནི་རང་ལ་ཕན་པ་གཞན་ལ་ཕན་པ་གཉིས་ཀ་ཡོང་གི་རེད་བ་ནི་དེའི་ནང་ནས་ལྷག་པར་དུ་ང་རང་ཚོ། མ་འོངས་པ་ལ་ཡང་མི་ལ་ཆོས་བཤད་པ་ཡིན་ན་ཡང་ཨ་ནི་སེམས་རྒྱུད་འདུལ་ཐབས་ཀྱི་སྒང་ལ་ཕར་ཁྱེད་ནས་ཆོས་བཤད་ཀྱི་ཡིན་ན་ཨ་ནི་ཁ་ཡོད་ལག་ཡོད་ཕན་ཐོགས་ཐུན་གྱི་རེད་བ། འོ་ན་སེམས་རྒྱུད་འདུལ་ཐབས་ཀྱི་སྐོར་ལ་ཆོས་མ་བཤད་པ་བྱས་ཤེས་བྱའི་རྣམ་གྲངས་བྱས་ན་ང་འདི་ཤེས་ཀྱི་ཡོད་ང་འདའ་ཀ་འདི་ཤེས་ཀྱི་ཡོད་ང་ལ་ལུང་འདི་དྲངས་རྒྱུ་ཡོད་རིག་པ་འདི་དྲངས་རྒྱུ་ཡོད་ང་མཁས་པོ་འདུག་གས་ཟེར་ངེས་སོར་བྱས་ན་རེད་བ་ད་ཨ་ནི་ཤེས་བྱའི་རྣམ་གྲངས་ལ་ཕྱིན་པ་རེད་ག་སྐད་མ་བྱུང་གི་རེད་བ། འོ་དེ་རེད་ཨ་ནི་དེ་ལེགས་སྦྱར་གྱིས་བཤད་དེའི་ཤུགས་དེ་ལག་པ་ཞིག་ཐག་ཐག་ཐག་ཐག་ཐག་ཟེར་ན་དེ་རྫོགས་ཕྱིན་པ་རེད། བཤད་ངན་གྱི་འབྲས་བུ་བ་དེ་རྫོགས་བ་རེད་ཉན་ངན་འབྲས་བུ་བ་དེ་རྫོགས་བ་རེད་བ།

བྱ་ཡག་འདི་པའི་སྙིང་པོ་གཙོ་བོ་བྱས་རེད་བ་འོ་ད་དེ་འདྲའི་བསམ་བློ་བཏང་ན་རེད་བ་ང་རང་ཚོས་ཆོས་དེ་རིང་བྱས་ན་དེ་རིང་ལམ་སང་སེམས་པ་བཟང་པོ་ཡོང་ཡག་དེ་དེ་རིང་ལམ་སང་པའི་ཡག་པོ་ཡོང་ཡག་དེ་འདྲའི་ཡོང་ཡག་ཡོད་མ་ཁོ་མུ་མཐུད་ནས་འགྲོ་དགོས་རེད་བ་ད་མུ་མཐུད་ནས་རེད་བ་ཁོང་ཁྲོ་ཟ་སྲིད་གི་རེད་ཡང་དཔེ་ཆ་བལྟས་ཚ་ཆོས་བྱས་ཚ་ནས་པ་རུ་པོར་ཁོང་ཁྲོ་ཟ་སྲིད་གི་རེད་པ་རུ་པོར་འདོད་ཆགས་སྐྱེ་སྲིད་གི་རེད་པ་རུ་པོར་ང་རྒྱལ་སྐྱེ་སྲིད་གི་རེད་དེ་སྐྱེ་གི་འདུག་བྱས་ནས་ཨ་ནི་ད་ཆོས་བྱས་ན་ཆོ་མི་འདུག་བཞག་ན་འདི་ཡག་ཡོད་མ་རེད་བ་དཔེར་ན་ང་རང་ཚོ་ཁང་པ་ཅིག་རྒྱག་དགོས་བྱུང་ན་རེད་བ། ཁང་པ་ཅིག་རྒྱབ་ཚགས་སུ་ན་ནི་ཆ་བཞི་བཀོད་པ་དག་གསང་སྙིང་ལམ་སར་ཕྲ་སྡིང་དུ་འགྲུབ་ཡག་ཡོག་མ་རེད་བ། རེད་བ། དེའི་བར་རུ་དངུལ་རྫོགས་བ་སྲིད་ཀྱི་རེད་དེའི་བར་རུ་དཀའ་ངལ་མང་པོ་ཞིག་འཕྲད་བ་སྲིད་ཀྱི་རེད་བ། དེ་འཇིག་རྟེན་གྱི་བྱ་བ་ཅིག་འགྲུབ་པ་ལ་ཡང་ཟེར་བ་དཀའ་ངལ་མང་པོ་ཅིག་རྒྱབ་དགོས་ཀྱི་ཡོད་ན་རེད་བ། ང་རང་ཚོའི་ཚེ་རབས་གཏན་གྱི་བདེ་བ་སྒྲུབ་ཡག་གི་ནི་ཆོས་བཟང་པོ་ཅིག་སྒྲུབ་པ་ལ་ནི་དཀའ་ངལ་འཕྲད་རྒྱུ་ཡོད་པ་དག་ཨ་ཅང་ཆགས་སྨྱུག་སྲིང་བཀུག་གི་ཡོད་པ་དག་ཨ་ཅང་ཆགས་རེད་བ། དེའི་ཐོག་ལ་སེམས་ཤུགས་མ་ཆག་པ་བྱེད་དགོས་པ་དང་ང་རང་ཚོ་མུ་མཐུད་ནས་ཉོན་མོངས་དེ་རིང་སྐྱེས་བཟུང་ནས་དེ་འདྲ་ལམ་སང་གཉེན་པོ་འཐེན་ཐུབ་མི་འདུག་ཏོག་ཙེ་ངང་སྒུག་བྱས་ནས་དོ་ངོ་དགོངས་དག་བྱེད་དུ་བ་སེམས་དེ་མ་ཞི་སོང་ན་དེའི་གཉེན་པོ་འཐེན་ག་འདུག་ད་རེད་བ། གང་ལྟར་དེ་ནི་རང་ཉིད་ཉོན་མོངས་སྐྱེ་གི་ཡོད་རེད་བ། ཆོས་བྱས་པ་དང་མ་བྱས་པ་གཉིས་པ་རུ་ཁྱད་འདི་འདུག་རེད་བ་ཆོས་བྱེད་མཁན་དང་མ་བྱེད་པའི་པ་རུ་གཉིས་གཉིས་ཀ་ལ་ཉོན་མོངས་ཡོད་རེད། ཉོན་མོངས་ཡོད་རེད་དེ་ཉོན་མོངས་ཀྱི་རྗེས་སུ་འགྲོ་མ་འགྲོ་ལ་ཁྱད་པ་འདུག་རེད་བ། ཆོས་བྱེད་མཁན་དེའི་ཉོན་མོངས་རྗེས་སུ་འགྲོ་ཞེས་པ་རེད། དཔེར་ན་ཁོང་ཁྲོ་ཞིག་ཟ་སོང་ན་ད་ལྟ་ཁོང་ཁྲོ་ཟ་རེད་བ། ཁོང་ཁྲོའི་རྗེས་སུ་འགྲོ་ཞེས་པ་རེད། ཁོང་ཁྲོ་ཟ་དེ་ཡང་དག་པ་ཡིན་པ་འདི་ད་ག་རེད་ད་ཁོ་ལ་ཁ་གཏད་བཅག་དགོས་རེད་ད་ཁོ་དེ་ཡང་ཆོས་གོ་རེད་ད་ཁོང་ཁྲོ་མངོན་རྒྱུ་མེད་ནས་ཁོང་ཁྲོའི་བསླབ་བྱའི་འོག་ལ་རྦད་དེ་འགྲོ་ཞེས་པ་རེད་བ། ང་རང་ཚོ་ཆོས་ཤེས་མཁན་ཞིག་ཡིན་ན་ཁོང་ཁྲོ་དེ་ཡོང་གི་རེད་ཁོང་ཁྲོ་ཡོང་ནས་དེའི་རྗེས་ལ་འགྲོ་གི་མ་རེད། ད་དེ་ཁོང་ཁྲོ་ཨེ་འཇིགས་གང་འཚམས་སུ་ཨ་ཁ་ཁོང་ཁྲོ་ས་ཚགས་སུ་ཨ་ཁོང་ཁྲོ་ཟིང་ངེ་འདི་སྡུག་ཅག་ཡིན་རང་ཕུང་ངེ་འདི་གཞན་ཕུང་ངེ་ཁོ་རེ་ཤ་ཁོ་ཡ་བ་ཁོ་ཁ་ལ་ཉན་རྒྱུ་མེད་བསམ་ཨེ་གཉེན་པོ་བསྟེན་ཡག་ཅིག་ཡོང་གི་རུག་ཨ་དེ་ན་ཞིག་འདོད་ཆགས་སྐྱེས་ནས་ང་ར་ཆོས་བྱེད་ཆོས་བྱེད་ངེ་དང་མི་བྱེད་ངེ་གཉིས་ཀ་ལ་འདོད་ཆགས་སྐྱེས་རྒྱུ་ཡོད་རེད་ང་བྱེད་བྱེད་རྒྱུ་ཡོད་རེད་ཆོས་བྱེད་ཤེས་ངེ་དེ་གི་ཆོས་བྱེད་ངེ་གི་ཆོས་ཉམས་ལེན་བྱེད་ངེ་དེ་གི་འདོད་ཆགས་ཤིག་སྐྱེས་སོང་ནི་དེའི་རྗེས་ལ་ཡ་ཉུང་ངུ་དེ་ཏོག་ཙམ་མ་ཆགས་སུ་ཨ་ཁེ་ཡོད་ད་གིན་ང་འདོད་ཆགས་སྐྱེས་སོང་ད་དེའི་ཕྱོགས་ལ་བསམ་བློ་གཙང་གཏོང་རྒྱུ་མེད་ཨ། ཐིག་ཕ་ཡུལ་དབུགས་ཡོད་བསམ་བསམ་དྲན་བཞིན་གྱི་རེ་བ། ཧོ་ཡག་པོ་མེད་བསམ་འདོད་ཆགས་ཀྱི་རྗེས་སུ་འགྲོ་མ་འགྲོ། ཆོས་བྱེད་མི་ཤེས་ང་ད་ག་རང་གི་རྗེས་སུ་འགྲོ་ཞེས་བལྟ་བལྟ་གི་རེ་བ། འདོད་ཆགས་ཀྱི་རྗེས་འདོད་ཆགས་ཡང་དག་པར་འཛིན་བྱེད་ང་རྒྱལ་གྱི་ཡེ་ནས་ད་ག་རེད་ང་རྒྱལ་གྱི་སྐྱེ་ཤོག་སུ་ན་རེ་བ་ད་ག་རང་གི་རྗེས་སུ་འགྲོ་ཞེས་པའི་རེ་བ་དེ་གཉིས་གཉིས་ཁྱད་པར་ཡང་དག་ཆོས་ཤེས་ཤེས་ནི་མ་ཤེས། ཨ་ལས་དང་པོ་དེ་རེ་བ་ཆོས་ཤེས་ཤེས་ངེས་ཀྱི་ཡིན་ན་ཉོན་མོངས་སྐྱེས་ཀྱང་ཉོན་མོངས་ཀྱི་རྗེས་སུ་མི་འགྲོ་ཟེར་རེ་བ་ཆོས་བྱེད་མི་ཤེས་ངེས་ཀྱི་ཡིན་ན་ཉོན་མོངས་སྐྱེས་པ་ཙམ་དུ་མ་ཚད་ཉོན་མོངས་དེ་ལ། ག་རེ་སོགས་ཡིད་ཆེས་བྱས་ནས་དེའི་རྗེས་སུ་ཤར་རྐྱང་འགྲོ་གི་རེད་བ་ཁོས་ག་དྲི་ཟ་ལ་འགྲོ་གི་རེད་དེ་ཡིན་ཙང་ང་རང་ཚོ་ག་དྲི་ཟ་ལ་མ་འགྲོ་བ་ཅིག་བྱེད་ཀྱི་ཡིན་ན་རེད་བ་ནི་ག་ལེ་ག་ལེ་གཉེན་པོ་སྟོབས་རྒྱས་ནས་ནི་ང་ཚོ་ཐུགས་སུ་ཡོང་གི་རེད་བ། ད་དེ་ངས་ནི་བས་དང་པོ་ཉིད་ནས་མི་ཚེ་སྔ་མ་ནས་གོམས་ནས་རེད་བ་ནི་དེ་འདྲས་ཀྱི་བས་གཉེན་པོ་སྐྱེས་གཉེན་པོ་བས་སྐྱེས་ནས་སེམས་རྒྱུད་འདུས་ཚང་ངས་དེ་འདྲས་ཡོད་ཀྱི་རེད་དེ་འདྲས་ཡིན་ན་ནི་ཁ་ཁ་རེད་མ་གཏོགས་ང་རང་ཚོ་ང་དང་ང་ཞེས་བྱ་བ་ལས་དང་པོ་བ་ཡིན་ན་རེད་བ་ནི་ངེས་པར་དུ། པའི་འོ་ད་དེ་འདི་སུ་གོ་རེད་བ། དེ་དེ་འདྲའི་སྤྱོད་པ་བཟང་པོ་དེ་ཁྱེར་བ་བྱེད་པ་ལ་འོ་ན་ཁྱོད་རང་དེ་ལ་ལྟ་བ་ག་རེ་ཡོད་ལབ་ན་འོ་ན་ང་ལས་རྒྱུ་འབྲས་ཀྱི་ལྟ་བ་ཡོད། ལས་རྒྱུ་འབྲས་ཀྱི་ལྟ་བ་ཡོད་དེ་འོ་ན་གཞི་རྩ་ག་འདྲ་ཅིག་བཏིང་གི་རེད་ཟེར་ན་འོ་ན་ཀུན་གཞིའི་ནང་ནས་བཤད་པ་ན་ཤེས་རེད་བ། སྐྱེ་བ་སྔ་ཕྱི་ཡོད་པའི་གྲུབ་བྱེད་འདི་འདྲ་ཡིན་རྣམ་འགྲེལ་ལེའུ་གཉིས་པ་ག་རེད་བ་རིགས་པ་དེའི་དྲུག། འོ་ད་རེད་རྒྱུ་དགེ་བ་ས་ན་འབྲས་བུ་མི་དགེ་བ་འབྱུང་གྲངས་འདི་འདྲ་ཡིན། འོ་ན་གཞུང་ནས་བཤད་པའི་རིགས་པ་དེ་ཚུར་སྒྲུབ་ཡོང་གི་ཡིན་ན་སོ་སོའི་ལྟ་བ་དེ་ལ་ཡ། འགྲུལ་སྤྱིའི་ཚད་མའི་རྒྱབ་གནོན་ཡོད་རེད་བ། དེ་འདྲས་མེད་ན་ཡིན་ན་ང་ཚོ་མཚན་ཉིད་རྐྱང་རྐྱང་ཅིག་མ་བཤད་ཤེས་པའི་སྐབས་ལ་པཱ་རུ་སིའི་ལས་དེ་མཚན་ཉིད་དེ་རྟགས་སུ་སྟོང་ཡག་རྐྱང་རྐྱང་ཡིན་པའི་སོར་ཅིག་རེད་བ། རྟགས་སུ་སྟོང་ཡག་ཡིན་པ་ཡིན་པས་ཀྱང་ཤེས་བྱའི་རྣམ་གྲངས་ཡིན་པ་རྐྱང་ཅིག་ལ་ཕར་ཕྱིན་པ་ཡིན་ན་རེད་བ། ཨ་ནི་ལྟས་ཁྱེད་མཚང་ཞེ་དྲག་ཆགས་འདུག་རེད་བ་ད། ཨ་ནི་ག་འདྲའི་ཆགས་རེད་ཟེར་ན་ད། ཁ་ཤས་མཚན་ཉིད་དཔེ་ཆ་བལྟས་ན་སེམས་ལ་ཕན་གྱི་མི་འདུག་ཟེར་མཁན་དེ་འདྲ་ཡིན་འདུག་བ། ཕྱི་རྒྱལ་མི་ནང་ལས་ཨ་ནི་མང་པོ་ཡོང་གི་འདུག་ང་རང་ཚོ་བོད་པའི་ནང་ལས་མང་པོ་ཡོང་གི་འདུག་བ་ཁ་ཤས་ཡོང་གི་འདུག་རེད་བ། དེ་གཉིས་བེད་སྤྱད་དེ་མཆོག་དགའ་བའི་སེམས་ལ་ནི་ཕན་མི་འདུག་ཟེར་བ་དང། འོ་ད་དེ་རང་གི་ལྟ་སྟངས་མ་ཤེས་པ་རང་རེད་ཟེར་བྱས་ལ་དཔེ་ཆ་གོ་བ་མ་བྱ་ན་རེ་བ་ལས་རྒྱུ་འབྲས་ཡོད་རེད་ཟེར་དུས་སྒྲུང་བཤད་དེ་ནི་ཟུར་བཅད་རེད་བ། ཡོད་ལུགས་ཡོད་སྟངས་དེ་སོ་སོའི་སེམས་ཀྱི་ཐོག་ནས་གོ་བ་མ་བྱ་བ་རེད་བ། འོ་དུས་ཆད་ནས་ཡོད་སྟངས་དེའི་ཐོག་ལ་སོ་སོ་གིས་ནི་ཚིག་གཉིས་ཕུལ་མཁན་རྩོད་པ་ཙམ་མ་ཡིན་པ་རེད་བ། རྩོད་པ་ཙམ་མ་ཡིན་པ་ནི་ལས་ལས་འབྲས་བུ་གྲུབ་སྟངས་ཀྱི་ཐོག་སོ་སོའི། སོ་སོའི་ཐོག་ལ་བ་བསམ་བློ་བཏང་ནས་ནི། འོ་ད་དེ་འདྲས་ཀྱི་ཐོག་ལ་དཔྱད་པ་བྱེད་དགོས་འདུག་ག། དེ་ཡིན་དུས་ཚོད་ནི་དེའི་ཐོག་ལ་བ་ང་རང་ཚོ་གོ་བ་ཡག་པོ་ཆགས་པ་ཡིན་ན་ནི་རྒྱུན་དུ་སོ་སོ་ཉམས་ལེན་བྱེད་མཁན་ཅིག་ནི་ཕན་ཐོགས་ཞེ་དྲག་ཡོད་རེད་བ། ཉམས་ལེན་བྱེད་མཁན་ཅིག་མ་ཡིན་ན་ནི་བཤད་རྒྱུའི་རང་རེད་གོ་ག་གེ་ཡོད་མ་སོ་སོ་ཉམས་ལེན་མི་བྱེད་ན་སོ་སོ་ཕ་སི་དེ་བསྡད་ཆོས་དེ་ཕ་སི་དེ་གཡུག་རེད་བ། དེ་འདྲའི་བསྡད་བསྡད་མཁན་ཅིག་ཡིན་ན་རེད་བ།